པར་དགའ་བསུ་ཞུ། དེ་རང་གི་བརྗོད་གཞི་ཡིན་གྱི་ན། འཚོ་བ་དང་སྒྱུ་རྩལ་ཞུ་བ་འདི་གཏན་འཁེལ་ཡིག་བརྡ་དང། ཡང། ཨུ་ཆོས་བོད་ཀྱི་སྒྱུ་རྩལ་པ། ཀྱི་ཞོ་མན་ལ་ཅོ་བདའ་འདྲའི་ཡིག་བརྡ་དང་ངེད་གཉིས་དུས་ཤོག། ཁ་བརྡ་རགས་ཙམ་ཟིག་ཡས་ཅུ་ཡས་རེ་ལ་ཟེར། ཨོ་ཡ།
ཡ། ད་ཐོག་མར་ཡིན་གྱི་ན། ད། འཚོ་བ་རིག་ན་སྒྱུ་རྩལ་རིག་ན་མང་ཚིག་ཚིག་རིག་ར་འབྲི་རྒྱོགས་ཤོག་བླ་མ་སྣ་ཚོགས་ཡོད་གི་རེད་ལ་རེད་ར། ད་ཁྱེད། ཆུ་སྲིན་སྟེང་གི་འཚོ་བ་དང་སྒྱུ་རྩལ་གཉིས་ཀྱི་འབྲེལ་བ་ཆེན་མོ་ཟིག་རེད་དེ་རག་སྡིག་ཟིག་མི་བྱེད། ཨོ་ཡ་ད་འཚོ་བ་ར་སྒྱུ་རྩལ་རིག་ན་སྤྱིར་བཏང་གི་སྒྱུ་རྩལ་གྱི་ནང་དུ་ཐམས་ཅད་སྐུ་འཚོ་བ་ནས་ཡོང་གི་ཡོད་ཟེར་ན་དེ་ནས་འཚོ་བ་ལས་ཡང་ཅིག་ཡེ་རག་བྷ་ལི་ཟེར་དགོས་ནི་ཡོང་ཁུངས་འཚོ་བ་ཡིན་ན་ཡང་འཚོ་བ་ལས་ཅིག་གདམ་འགྱུར་གྱི་ཡ་ར་འཇུག་དགོས་ཟེར་ནས་ད་དུང་འཚོ་བ་དང་སྒྱུ་རྩལ་གཉིས་ཀ་སྤྱིར་བཏང་གི་བཤད་ན་དག་ཁ་འབྲལ་ཐབས་མེད་པ་དང་པོ་ཟེར། ད་སྤྱིར་བཏང་གི་སྒྱུ་རྩལ་ཟེར་ན་ད་ལྟ་གཅིག་ཁྱབ་ཁོངས་ཆེན་པོ་རེད་ཆེན་པོ་རེད་དེ། ད་ང་རང་ཉིད་ཀྱི་འགྲེལ་འདྲིའི་ནང་དུ་ཁ་ཤགས་སྐར་ཆུང་དང་དེ་ནས་གཞིས་ཚིག་ད་རྩོམ་རིག་གི་ཁྱབ་ཁོངས་ཀྱི་ཁ་ཤས་འདྲ་མི་འདྲ་ཁ་ཤས་ལས་ནི་རེད། ད་དེའི་ནང་ནས་བལྟས་ཡོང་ན་ར་ངོ་མ་ད་བརྗོད་བྱ་དང་དེའི་ནང་གི་མིང་ང་ཚོས་འཚོ་བ་ལས་ཡོང་ནོ་ཤ་སྟག། སྟོང་གཟུགས་ཡོན་གྱི་ཡོན་ནོ། དེ་ཕྱིར་ར་དྭ་ཙམ་ཆོས་ཀྱི་སྣང་སྟོང་གི་ཆ་ནས་ར། འཚོ་བ་ལས་བྱུང་ནོ་རེ། འཚོ་བ་ད་དེ་རང་ན་ཁག་གནས་སྟངས་ཆེན་མོ་ཟུར་ཟེར་ན། ད་རང་ཉིད་ལ་འཚོ་ན་ར་ཡང་ལོ་སྣ་ཚོགས་ཀྱི་ཚེ་གེ་སུ་སྨིན་ནས་གིས་ད་ཚ་འདས་ཐུན་འཕྲད་སུ་འཚོ་བ་གི་འགྱུར་ལྡོག་གི་འགྱུར་ན་ར། ནམ་སྣ་ཚོགས་རེ་དེ་ནང་གི། དུས་རིམ་རེ་རེའི་གི་ནང་གི་བརྗོད་བྱ་དག་ཡིན་གྱི་ན་དེ་རང་ལ་སྐབས་ཤེས་རབ་རྩ་དགོས་ན་བརྩམས་ཆོས་ལས་ཤེས་རབ་རྩ་རྒྱུ་མ་གཏོགས་མི་གཉིས་ལས་རྩ་ཐུག་སྟེ་ཐུག་མགོ་གི།
རེད། ད། གཞུང་ལུགས་ཐོག་ན་བཤད་དགོས་ནི་རེད་འཚོ་བ་དང་སྒྱུ་རྩལ་ཁ་འབྲལ་ཐུབ་མེད་གཅིག་གི་གཅིག་ག་རམ་འདེགས་བྱེད་ནོ་ད་ཁྱེད་ད་ཅི་བྱེད་ནོ་ར་ལྟར་རེད་ན། ད། མྱུ་གཟུགས་ཀྱི་འཚོ་བ་སྟེང་ན་ཡིན་དང་མིན་དང། རྒྱུ་རྩིག་གི། ད། ད་ཆ་གཉིས་ཀ་ཁ་བརྡ་ཡིན་ནོ། འཛུལ་ཞུགས་ཀྱི་ནུས་བ་དང་གཉིས་སམ་དང་གསུམ་ཡིན་ན་བདེན་དགོས་ནི་ག་རེད། འོ་དེ་ལྟ།
དགོས་ད་དུ་དགོས་དང་དགོས་དགོས་ཀྱི་རེད་དེ། ད་ཅང་འདྲེགས་ཞུགས་ཀྱི་ཁུར་གི་རྣམ་ཤེས་ཟིན་ན་འདྲ་འདུག་གི་ཆ་ནས་ད་ཉེ་རིག་རིག་འདྲ་གྱི་མ་རེད་འདུག་ལོ་རབ་འབྲིང་ཐག་གསུམ་པོ། དེ་ནས་ཆེད་ལས་སྦྱང་དང་མ་སྦྱང་དེ་ན་འཛེགས་ཞུགས་ཀྱི་ཚ་ཐུག་བྱ་ག་ག་མོ་རེད་ད། ལྟོས་ས་ལྟོས་འཇོག་གི་བྱ་ན་ད་ཉེ་རིག་རིག་གི། འཚོ་བ་དགོས་ངེས་དེ་འགྲིག་ཤོས་ཀྱི་ལྟ་གང་ནོར་དེ་ཡང་ཐུན་མོང་གི་ཁྱད་ཆོས་ཟིག་ཡིན་གྱི་རེད་བསམ་གི། ད་ཡང་ལ་ལ་གི་བཤད་ཆོག་ད་ངི་ཆོ་འཚོ་བོ་ཆེད་དུ་འབད་བརྩོན་ཡེ་གོ་ནི་དག་དག་ཡིན་འཛུལ་བཤུས་ཟེར་ནོ་སྒྱུར་རྩིས་ཟེར་ཆོག་དིར་ཀ་གང་ཆོག་འབྲེལ་བ་དེ་ར་མེད་ཟེར་ནི་ཉོན་འུ་ཟུག་ཐག་གི་རེད་ད་དེ་ཆོ་ལྟ་ཚུལ་ཆུ་ཟོག་གི། ད་དུ།

སྟེས་དབང་གི་ཟེར་དགོས་འདིར་དེ་ནས་གློག་བརྙན་གྱི་སྐད་སྒྱུར་འདྲ་འདྲ། དེ་ནས་གློག་བརྙན་སྐད་སྒྱུར་གྱི་འཁྲབ་ཁྲིད་འདྲ་འདྲ་འདི་མོ་ལས་དེའི་གོ་རིམ་གྱི་ཁྲོད་ནས་ད་ཁག་ཁག་ཅན་གྱི་འདི་ཞེས་པ་སོང་ནི་རེད། ཁག་ཁག་ཏུ་དེའི་ལོ་མང་ང་གཟིགས་རྒྱུན་འཁྱོངས་ཡིད་བཏང་ངེས་དེ་གཞིགས་ནས་དེའི་རྨང་གཞི་བཏང་ནས་ད་སྐར་ཆུང་གི་ལམ་ཁ་དེའི་གདང་ནང་དུ་དེའི་ངས་སྤྱན་གཟིགས་ལས་ཀ་དོ་སྒྲུབ་སྟངས་ངས་གཞིགས་ནས་ད་བྱས་ཟིག་རེད། ཅིག་ཡང་ཅིག་གཞི་ཚུགས་འདྲ་འདྲ། ད་ནུབ་མོག་ཞོགས་ཀ་དང་ནི་ད་ཞོར་དུ་སྙན་ངག་དང་དེ་ནས་ལྷུག་རྩོམ་དང་ད་འདི་ཚོ་རྩོམ་རིག་གི་ཡང་བརྩམས་ཆོས་ཁ་ཤས་དེ་རང་གི་དགའ་ཕྱོགས་རེད། ད་དང་མི་གཟིགས་ན་ད་གང་ལྟར་ལོ་བཅུ་བདུན་གི་སྟེང་ནས་བྱ་བ་ཞིག་ནི་རེད། བཅུ་བདུན་གི་ཡར་སྔོན་ན་ད་ཁ་ཁག་ཅང་གུ་འདི་མགོ་མ་བསྒྱུར་ཚུལ་པ་ཟིག་བྱུང་ནི་དེ་ལྟ་བུ་ཡིན་གྱི་ན་ད་ལོ་བཅོ་བརྒྱད། འདིར་དགའ་སྐྱིད་ཉོ་མཁན་མ་བུ་གང་ལྟར་དུ་ཤེས། དེ་ནས་ལུས་དག་གཅིག་ན་སྐབས་ཐོག་དེ་གཟུགས་གཅིག། སར་ལམ་གཅིག་ལམ་ཁ་མ་ལྔ་མེ་ནུ་ར་གཅིག་རླུང་ཕྲན་གཅིག་གོ་ཉན་གོ་ནོ་དག་གཅིག་རེད། དེ་ནས་ད་ལྟའི་ནང་ང་ལྟ་མོ་ནང་དོན་རྣམ་པ་གསར་བ་འདྲ་འདྲ་དེ་ཧ་ཅང་ཡང་ངུ་དེ། ཐུང་ཐུང་འདྲ་ཟིག་མ་རེད་དེ་ཡར་སྔོན་ན་ཉོས་ཁ་ཤས་ཡོད་གི་རེད་ད་ཁ་ཁག་གི་རིན་པ་དེ་ཚང་མ་ག་གོ་ནོ་དོན་མང་བཞི་ཡིས་དེ་ནས་ད་ཁྱོད་ཁ་ཁག་ཤེད་ནག་གསར་པ་ཟིག་བྱུང་ཡོད་གི་ཅང་གོ་འདིའི་མང་བཞི་དང་ནས་ད་ཁ་ཁག་ཅང་གོ་འདི་ད་དགའ་བསུ་ཐོབ་ནས་ཟིག་ད་བཞུགས་ནས་ད་ཅིག་དེང་གོ་རིམ་གི་ཁྲོད་ནས། ད་ཅིག་བཀག་འགོག་འདྲ་འདྲ་གནོན་ཤུགས་འདྲ་འདྲ་དང་འདྲ་མིན་སྣ་ཚོགས་ཡོང་དོན་འདི་ཡོང་ནུས་ར། ལྷན་དུ་ད་རང་གིས་དུ་ཅིག་རྒྱུན་འཁྱོངས་ཡི་གེ་བསམ་བཞིན་གྱི་རྒྱུན་འཁྱོངས་འདྲ་ཟིག་ཡིད་དུ་མོ་ཟིག་ཡིད་ཆེ་གི་ད་ད་ངོ་མ་བཤད་ན་ཅིག་ལོ་རབས་བརྒྱ་ཕྱི་ནང་དུ་མུ་ཏིག་ཡོད་པོ་སོང་ཟིག་དགུ་ཕྱི་ནང་ཐོན་དུས་ད་ཁ་ཤོག་གི་ཁབ་ཀྱི་མཚམས་ཕྱི་ན་འདྲ། དེ་ནས་ཅིག་ནང་དུ་འདྲ། རྣམ་པ་ཕྱོགས་གང་ཐད་ནས་སམ་གཞི་གཟུགས་སྟོང་ཁ་ཡིན་ནོ་གི། འབྲས་བུ་འདྲ་འདྲ་ལྟ་ཅིག་རང་སྐྱ་ཐུབ་པ་གི། གསེར་སྐུ་ནི་དེ་ནས་ཨ་མདོ་དབུལ་ཧྲིལ་བོ་ན་དཀའ་མོ་རེད་དེ་ཡང། ཨ་མདོ་གི་ཁྱབ་ཁོངས་འདི་ནས་ཅིག་ཁྱད་ཆོས་ཡོད་ནི་གསེར་སྐུ་ནི། དུམ་བུ་གཟུགས་ཡི་དྭགས་ཅིག། རྒྱ་གི་ཁ་ཁག་དང་མ་འདྲ་བ་མི་རིགས་གཞན་གྱི་ཡང་ཁ་ཁག་རང་འདུས་རྒྱུ་སྲིད་ཀྱི་རྣམ་པ་དང་ཅུང་ཟད་མ་འདྲ་བ། ད་དུང་དམངས་གཞི་དམངས་གཞི་གཟི་ཆགས་ནི་རེད། དེ་ཡང་དམངས་གཞི་སྟེང་ནས་དག་ཅིག་རེད་ད་ཁྱེད་ལས་གཟིགས་སྦྱང་དེ་ནས་དག་ཅིག་ཁ་ཁག་ར་གར་ཆུང་གཉིས་ཀ་གི་རྒྱུ་སྲིད་ཀྱི་རྣམ་པ་གི་ཆ་ནས་ཞིབ་ཕྲག་ཡིན་ན་ཡོད་པ་ཡོད་ནི་ཡང་ཁུར་དགོས་ཅིག་གཞུང་ལུགས་ཀྱི་བླང་བྱ་ཟེར་དགོས་ནི་དེ་ལྟ་ནི་ཡིན་ན་ཅིག། ཐག་ཉེ་པོ་འདྲ་རེད་དེའི་རྐྱེན་གྱིས་ད་གར་ཆུང་བཟོ་འབྲི་རྒྱུ་འདི་ཞོགས་དང་འདིར་གར་ཆུང་བཟོ་ཡིན་ན་ད་ཡང་བརྟེན་འཇོག་བྱས་ན་ཁ་ཤག་གི་དཀའ་བ་ཅིག་འཚོལ་རྟོགས་ཡི་གོ་ནས་ཅིག་ལམ་མར་སྙེད་ལ་ལམ་རྩ་གོ་ནས་ད་ཅིག་གླ་མོ་ར་སྣམ་སྣ་ཚོགས་གོ་ཅིག་ལམ་ཁ་བཟོ་རྒྱུ་ལས་ཅིག་དྲང་མོ་ཡི་ཚད་ལྡན་གྱི་ལམ་བདེ་ཞིག་ནི་ཡིན་ན་གར་ཆུང་ད་ཧ་ལམ་ཅིག་དེའི་རྨང་གཞི་བཏང་ནས་ཡོང་ནོ་རྐྱེན་གྱིས་བརྟེན་འཇོག་བྱས་ན་ཅིག་ཨེ་ཟིག། བྱང་ཆ་ཟིན་ལ་འདྲི་ཚིག་གཟིགས་ཡོད་ནི་ད་ཚ་ཐིག་དུམ་མོ་ཟིག་རེད། རེད།
བྱ་བ་ངས་ཐུ་ནི་ཆུ་ལིན་ཆུ་ངལ་སུ་ཡི་དང་ཟིག་ར་ཡང་སྒྱུ་རྩིག་གི་ལམ་འདི་ནི་ཆུ་མུ་མཐུད་དུ་བྱ་བ་འགྲུབ་ཡི་དོ་ཀ། ད་སེར་དགུན་ལ་རིག་ཀྱང་ཡོད་ཟིན་ན་ར་ཁ་མོ་རེད་མེད་ཟིན་ན་ར་ཡང་ཅིག་མཚམས་བཞག་མེད་པའི་ཁལ་འདྲ་མོ་དུམ་མོ་རེད། དང་སྐབས་ཆགས་ཟིག་ལས་གི་ཡོད། ད་སྐབས་ད་ཅིག་ར་ལས་གི་མེད། དེ་ཉིན་གྱི་ཨ་ཉག་ཐུགས་ཡིད་ཁ་བརྡ་ཡི་རིགས་ཆེ་ད། ཁྱེད་ར་བྷོད་ཆ་ལུགས་བྲིས་ནས་ཕ་ཕྱིར་ཧད་ཀི་ཡོད་ཟེར་གི་ད་ཕ་ཕྱིར། མྱི་རིགས་གཅིག་སྒྱུར་བརྩི་གི་ལམ་འདི་བརྒྱུད་ལུས་ད་ལས་ཆེ་ད་བཤད་ནོ་དོན་ངོ་མ་རེད་འཚར་ལོངས་མགྱོགས་མགྱོགས་དུས་ཚོད་འདི་ངས་ཅི་འཛི་དགོས་གི་རེད་ལ། ཤ་འདི་གི་འགོ་རྩིས་མ་རྩིས་འཛི་གི་ཕུལ་བྱུང་འཛི་གི་ལོག་རྒྱུ་འདི་ད་ལྷན་སྐྱེས་གི་ཁྱད་པར་ཅན་གཟུགས་ཡིན་ནོ་མ་ཚང་མི་དབང་ནི་གཟུགས་མ་རུ། འཚར་ལོངས་ཀྱི་ལམ་འདི་མགོ་བོ། སྐྱོན་ཆ་གཉིས་ཡང་རང་གི་འཕེལ་རྒྱས་བྱུང་དེ་ཡི་ཚང་མ་འདི་ཡི་འཇུག་སྒོ་ནི་གཟུགས་རེད། དེ་ལྟོས་ན་ཚིག་ངེས་ཅན་གཟུགས་ལ་ཐོན་ནས་ད་ཕྱི་ཚུལ་ཡོང་རྒྱུ་ན་སྒྱུ་རྩལ་སྤ་སེ་གོ་གི་དེ་ཚིག་ངེས་ཅན་དེ་ཐོན་ན་ད་མིང་གཞི་གོ་ད་སུའི་གཟུགས་འདྲ་མ་ཟིག་གི་ལོག་པའི་དཔེ་ཆ་འགྲོ་ནི་གཟུགས་རེད་རེད།
ད་ངས་ཀྱང་དཔེ་ཆ་བྲིས་ནོ་གི་དུ་མོ་རྒྱུ་མཚན་འདྲ་མ་རུ་ད་གསར་དུ་བྲིས་ནོ་ར་དུ་མོ་མིན། ད་སྔོན་ཆད་བྲིས་ནོ་ཐམས་ཅད་ཀུན་སྣང་ནས་ད་ཅུང་ན་མ་མི་འདྲ་བ་ཁ་ཤས་ཡོད་གི་ད། ཁ་ཤགས་ཟེར་རྒྱུ་སྐར་ཆུང་ཟེར་རྒྱུ་དེ་ནས་ད་གཞི་ཚུགས་ལྷུག་རྩོམ་སྙན་ངག་ལྟ་ཅི་འཁྲབ་གཞུང་ཡང་ཅིག་འདྲ་མི་འདྲ་ད་ཆང་ཆུང་རེད་དྲ་དུ་མོ་སྣ་ཁ་ང་དྲུག་ཟིག་ཡོད་དགོས་ན་དུ་ཆུ་ད་ཅིག་དེ་བཤམས་ཐུགས་གཉིས་ཀ་ད་དྲུག་འདྲ་ཟིག་རེད་དེ་ཚིག་ཡིས་ཕྱོགས་བསྡོམས་ཟིག་རེད་དྲ་ཡིས་ད་ཅིག་ཉར་ཚགས་ཡིན་དགོས་ན་ཚིག་ཡིས་ང་ད་གསར་རྩོམ་ར་ཅིག་དུ་མོ་ཅང་གོ་གསར་དུ་འབྲི་དགོས་ན་དུ་མོ་རྩ་བ་ཉིད་ནས་མ་རེད། ད་སྔོན་ཆོས་གྲྭའི་ནང་དུ་ཚང་མ་ཁ་ཡིག་རིན་ཐང་ཡོད་ན་ཆོག་གི་མེད་ན་ཆོག་གི་དེ་ཡང་ཅི་དཔེ་འཇོག་རྒྱུ་ན་ལོ་ཉི་ཤུའི་མའུ་གང་བ་བྲིས་ནོ་ཅང་གོ་ཡང་སྐབས་དེའི་ཚབ་ཐིག་དེ་བཞག་ལོ་ན་དང་དེ་ནས་ཅིག་བས་རང་གི་ཆུ་ཚད་དང་དེའི་གལ་ཏེ་ཚ་ནས་བལྟས་ན་འོ་ད་སྐབས་ཐོག་དེ་འདི་མོ་ཟིན་གྱི་རེད་ཟེར་ཆོག་གི་དུ་ཤེས་སྐྱེ་གོ་ད་སྤྱིར་ཀི་དེབ་ཅིག་ཧྲིལ་བོའི་མར་སྒྲིག་ཡོང་ན་ཁ་ཁག་ད་བཟིན་གྱི་ནར་དང་ཐོག། ཆེན་མོ་ཡི་དུས་གཟིགས་དེའི་གཞུག་ནི་ཆེན་མོ་གཟིགས་ད་རིམ་བཞིན་དུ་གཅིག་དེའི་ནང་དུ་ན་བྷའི་རྒྱུད་གཟིགས་ན་འདྲ་བྱང་ཆ་གཟིགས་ན་འདྲ་འདི་གཙོས་གཟིགས། ཨ་ཡོ་གི་ད་འདི་ཤེར་ལྟར་སྤྱི་གཟིགས་དུག་འབྲུག་གདོང་ནི་དེའི་ཧན་ཆིག་གི་ཅང་མིག་གསེར་གི་མེ་ནི་དུ་མོ་རི་འདྲ་ད་གཅིག་ད་ལྟ་ད་གཅིག་རི་ལན་ཕྱིར་ང་སུ་ཡི་དང་ངའི་ལོ་ན་ར་ཚང་མ་ཡར་ཐོན་འདི་ཡི་ད་གཙོ་གཅིག་སྤྱིར་སྡོམ་གཟིགས་ན་འདྲ་གི་ཕྱོགས་སྡོམ་གཟིགས་ན་འདྲ་གི་དུ་མོ་གཟིགས་ཡི་ལི་ད་གཅིག་ཉར་ཚགས་ཡི་རྒྱུད་དུ་ཡང་ལི་ཀ་གཟིགས། ཡིན་ནམ་ན་ལས་དགོས་ན་གཟུགས་དབྱིངས་མཁའ་འདྲ་ད་མཚམས་གསུམ་བལྟས་ན་ངས་དེ་ཅི། ཕྱོགས་དུ་མའི་དག་སྒྲིག་ཡིན་རང་གི་ལས་ཀྱི་ཟུར་མ་རེད་དེ་ཅི་ཨ་ཡིག་ཕྱོགས་ཟིན་ནི་ཡིན་ཡང་གཞིགས་ནས་ཁ་ཞིག་དེ་ཡིན་གཅིག་མི་གཅིག་རང་གི་ལས་དགོས་ཟེར་ད་ལྟའི་བར་ནས་བསམ་བློ་བཏང་པ་ཡིན་ན། ད་ཅི། ཁྲིག་ཁྲིག་མེད་ན་ད་མྱི་བཟོ་མེད་སང་ལོ་རྗེས་ནས་ད་སྔོན་གཅིག་གིས་གཅིག་རྩོམ་འབྲི་མཁན་གྱི་ནང་ན་དུ་མོ་སྣང་ཚུལ་སྣ་ཚོགས་པ་ཟེར། ད་ཉོན་སྨན་ནུ་གཞིག་ནས་ཉོན་གཞན་པ་ཟིག་གི། ད་དམིགས་ཡུལ་དྲ་ཏི་བཟོ་རུ་ཚོང་ཡིན་ན་འདྲ་གི་ད་གཞན་པ་ཡིན་ན་འདྲ་གི། ཏི་མུ་ཟིག་གི། ཕྱོགས་དུམ་འདྲ་འདྲ་ཕྱོགས་དྲུག་ཡིད་དང་ཏི་ནི་ད་གཅིག་ལས། མ་ར་སྒོ་ཐོན་རྒྱུ་ཏི་རྩོམ་རིག་བྱ་འགུ་ཏི་ཡིན་ན་གནོད་པ་མེད་ན་ཐང་ག་ར་ད་ང་འདི་ཚིགས་སུ་ཉན་ཁ་ཡོད་ནུ། ད་ཁ་ཤག་སྐར་ཚོང་ལྟ་འོན་གྱི་ན་ཁར་ཁེག་གི་ཁར་ཁེག་གི་ནང་ནས་ཨ་མདོ་ཁར་ཁེག་གི། འདི་མུ་རེད་ད། འདི་བཅམ་པོ་ཡང་ཁྱེད་རང་གིས་མ་ལས་ན་གཞན་པ་དུ་མི་བྱང་ཆ་ཟིག་ཡོད་ཀྱི་མ་རེད་དཔེ་འཇོག་རྒྱུ་ན། མ་གཞི་ནས་མེ་གི་ལ་ཁ་བཟའ་ཟིག་ནས་ལྷག་ཏུ་ཁྱེར་སོག་དང་འཇོག་བ་སམ་ཁྱེད་ཀྱི་ད་ལྟའི་སེམས་ཁྲལ་གཅིག་ཤིག་དུ་ཤེས་ར་ངེས་ཀྱི་ཚང་མ་ཉར་ཚག་གི་ཆེད་དུ་ད་ཤོག་གཅིག་ཡ་རྒྱབ་གཅིག་ཡ་འདིས་ད་དེབ་ཆ་ངེས་བྱུང་བའི་དྲུག་འདྲ་ཟིག་སྒྲིག་གི་ཡོད།

སྐབས་ཐོག་དེ་སྔ་མ་བཅར་འདྲི་གི་སྐབས་སུ་རེད་དེ་དེང་བཤད་ས་རེད་དེ་ཚེ་སྲོག་ལ་བཀའ་དྲིན་ཆེ་ཟེར་རྒྱུ་དེ་ནི་འཚོ་བ་ལ་བཀའ་དྲིན་ཆེ་ཟེར་རྒྱུ་དེ་ནི་སྒྱུ་རྩལ་ལ་བཀའ་དྲིན་ཆེ་རེད་ད་འདི་ཆོས་གོ་དེ་དོན་ངོ་མ་དེ་ནང་དེ་ནས་དམིགས་བསལ་གི་གཟུགས་ནི་འཚོ་བ་བཀའ་དྲིན་ཆེ་ཟེར་དགོས་དོན་དུ་ཟིག་རེད་འཚོ་བ་གི་དེ་ལས་ཀ་གི། ཀིར་གེ། ལེ་བགོས་ཟེར་དགོས་འདིར། འདི་ངོ་མ་ལས་རིགས་འདི་ད་ངོ་མ་ཉོན་རང་རང་གི་གཤིས་ཀ་དང་བཅས་པ། ཤུགས་ཆེན་ངེས་ཅན་འདུག་ཐེབས་ཟིག། དེ་ཕྱིར་ད་ངོ་མ་དེ་རང་ནང་ཀ། བལྟས་ཡོང་ན་རང་བརྩམས་ཆོས་ཀྱི་ཆ་ནས། ངོ་མ་མ་འཁྱོངས་ས་མ་འདང་ས་དེ་སྔོན་ཆད་ཀྱི་དེ་ལྷག་པར་དུ་བལྟས་ན་ཤིན་ཏུ་མང་པོ་རེད། ཡིན་ན་ཡང་ད། ད་ལྟ་རྩོམ་ཕྱིར་སྐོར་ཞི་བདག་གི་སྒོ་ནས་གོ་རིམ་ཁྲོད་ནས་བལྟས་ཡོང་ན། དེ་ཁ་ཤགས་ཡིན་ན་འདྲ་དེ་ནས་གར་ཆུང་ཡིན་ན་འདྲ་དེ་ནས་གཅིག་གཞིས་ཚིག་ར་འདིའི་ནང་ན་དུས་རབས་ཀྱི་གཟིགས་སྣང་འདྲ་དང་མིན་ན་ཡང་ང་རང་ཉིད་ཀྱི་སྒེར་གྱི་གསར་རྩོམ་ལམ་ཁ་གི་རྡོ་རིང་ལྟ་བུ་ཁ་ཤས་ཡོད་ཆོག་ཆོག་རེད་བསམ་བསམ་གྱི་དུ་མོ་གདངས་ཚོད་ཟེར་དགོས་ནི་དུ་མོ་བཟོ་རུ་སྐྱེས་ཡོང་གི་ད་གང་ལྟར་བཤད་ན་རང་གི་མྱི་ཚེ་གང་གི་ལས་རིགས་གཅིག་འདི་གཉེར་ནོ། འདིའི་གོ་རིམ་ཁྲོད་ཀྱི་ད་ལས་རིགས་ཀྱི་ནང་ནས་རང་གི་ཡང་སྤྱོད་རྩོམ་འདིའི་རན་དུ་སྣ་ཚོགས་པ་སྒྱུར་ཚུལ་གྱི་རྣམ་པ་ཡང་མ་འདྲ་བ་ཁ་ཤས་ལས་ཡོང་ཟིག་ར་དེའི་གོ་རིམ་གྱི་ཁྲོད་ནས་བལྟས་ཡོང་ན་ད་རང་གི་གཤིས་ཀ་དང་འཚོ་བ་སྐྱེལ་སྟངས་དང། ཕྱོགས་གང་ཐད་ནས་བཤད་ན་ངོ་མ་ད་ངའི་སྔོན་ཆད་འཚོ་ལ་ཟེར་ནས་གསར་སྒྲོག་ཟིག་ཡིན་རྒྱུ་ཙམ་ཆེ་རེ་ཡིན་ནི་གསར་སྒྲོག་རེ་ནི་དུ་མོ་ཟིག་རེད། ལས་ཡོང་དུས་དྲ་ནི་ད་ལྟའི་ལྷུག་རྩོམ་ཟིག་སྒྱུ་རྩལ་གྱི་དད་ལྡན་ཟིན་ཟིག་བྲིས་མྱོང་ལ་ད་ལྟ་ཆུ་སྐབས་ཐོག་མཐའི་དེ་མཚོ་ན་ཟིག་ཡོད་ཟིག་སྐད་གྲགས་ཆེན་པོ་འདྲ་འདྲ་ཡིན་ནི་རེད་ད་སྔོན་མ་རང་གི་སྒེར་གྱི་ངོས་ནས་བལྟས་ན་སྒྱུ་རྩལ་གྱི་དད་ལྡན་འདྲ་འདྲ་དེ་དག་ད་ཉེ་ཚིག་གང་ཡོད་པ་ཡིན་ནོ་ཚིག་འདྲ་མོ་རེད།
རེ་ད་ཆོས་ཡིན་གྱི་ན། ཁ་ཤགས་གཙོ་བོའི་དད་དང་འདི་སྒྱུ་རྩལ་གྱི་ཕྱོགས་ནས་འབྲས་བུ་འདི་མོ་ཟུག་ཐོན་དང་ནི་རེད་ད་སྔོན་བྱིས་པ་གཟིགས་སྟངས་ཆོག་གོ་མོ། ཡང་བྱ་བ་ཆེ་གཟིགས་ན་རྗེས་འབྲང་འབའ་ར་དགོས་གི་རེད་མི་རུ། མི་རུ་རྗེས་མ་གི་རྗེས་འདི་མ་འབྲང་རེད་ད། སྔོན་འདྲ་བཞུགས་གཉིས་ཀྱི་བར་ར་བར་ཆེ་ཧོང་སོང་བའི་སྟོང་ཆ་ཡོད་སྟངས་ཟིག་རེད་དེ་ཡིད་ཕོངས་བ་ཟིག་རེད་རེད་དེའི་ཕྱོགས་ནས་སྐད་ཆ་ཆ་གཅིག་བཤད་ན། རེད་རེད་ད་དུ་བྱ་ཁ་ཁ་མོ་རེད་སྔོན་ཆད་དུས་གཅིག་འཆལ་ཁྲིད་འདྲ་འདྲ་གཅིག། བཅར་འདྲི་འདྲ་འདྲ་མོ་སྐབས་སུ་ཡང་དང་ཡང་དུ་འདྲི་གི་འདུག་ནས་དོན་དག་ཟིག་རེད་རྒྱལ་རབས་པ་ར་འདིས་དོན་དག་བྱེད་ཀི་ཡོད་ཟེར་ཆེད་དུ་ངོ་མ་སེམས་བཞིན་དུ་ཅིག་ཅེས་གསུངས་ཡོང་རྒྱུ་ཟིག་རེད་དེ་ག་ཟིག་མི་སྣ་འདྲ་འདྲ་གི་ཚོ་གཞན་པ་ཟིག་ལས་རིགས་གཞན་པ་དང་སྒྱུ་རྩལ་གི་རྣམ་པ་གཞན་པ་ཡིན་ན་ད་རུང་དེ་ག་ཟིག་ལས་སླ་པོ་ཡིན་ན་ཐང་ཡིན་ན་ཡང་ད་ཅིག་ཁ་ཤགས་གར་འཁྲུངས། ཟེར་དགོས་ནི་འདི་བགྲང་བྱ་ནི་ད་བསམ་བཞིན་དུ་ཁྱེད་སོང་ཡས་གྱོད་དུ་དཀའ་མོ་ཟིག་རེད་ད་ང་རང་གིས་ད་ལྟའི་བར་དུ་མཉམ་འབྲེལ་ལས་བདའ་ལས་བརྩིས་ཡོང་ནོ། འདི་ཚང་མ་རེད་ད་དེའི་འཁྲབ་སྟོན་པ་ད་ཡོང་ཆོག་ཆོག་རེད་ད་བློ་རུབ་རྒྱ་ཆེ་བ་ནང་ད་ངས་དེ་རང་ལ་ཁ་འཁྲབ་སྦྱོང་བྱེད་ར་ལོག་སོང་ངོ་འདི་ད་གཟོད་སྐར་ཆུང་ཁོར་ཚུགས་ན་ཆོག་རེད་ཡོད་དགོས་འདི་རེད། རེད་རེད་རེད།
ཨ་མྱེ་ཀི་ར་མཉམ་འབྲེལ་ཡིན་མྱོང་ཨ། མྱོང་ནི་རེད་མོ། རེད།
ད་འདི་ཕྱིར་ད་འདི་སྤྱང་ཀུ་ཅིག་དཔོན་འཇོག་བགྱིད་ན། དཀོར་གཟུགས་དེ་ལས་རིགས་དེ་ཐ་ཀིར་ཀུ་ཅིག་དགའ་ཕྱོགས་འདྲ་མི་འགྱུར་འདྲ་མ་ཡང་ན་ལས་རིགས་གཞན་གང་གི་ལས་རིགས་དེ་ལས་ས་མི་འགྱུར་འདྲ་མ། ད་འདི་མོ་དཀོར་གཟུགས་ཡོད་ཀྱི་རེད་དེ་ཧམ་ཆེ་ན་དོན་དག་གཟུགས་ཡོད་ནོ། ད་ཁིར་གིས་རྒྱུན་བསྐྱང་ངེས་དེ་ལས་དཀའ་གཟུགས་བཏང་ངེས་དེ་ལས་རྒྱུ་གི་བསམ་པ་བསྐྱང་གི་མྱེད་ཙི་གེ་གཟུགས་མྱོང་རྒྱུ་རེད། དེའི་མཐུན་རྐྱེན་འཛོམས་རྒྱུར་ཙི་གེ་གཟུགས་ཁག་པོ་རེད་དེའི་མཐུན་རྐྱེན་ཡོད་ནོ་བྱམས་པོ།

ད་དུ་ཆུ་གསུམ་པོ་རྒྱར་ཁུག་གི་ཆུ་ཟིལ་ག་གསུམ་བཞག་ནས་དེར་དུ་ལྟ་བུ་ཡིན་ལ་དེའི་ནང་གི་ཧྲུག་ཁང་འདྲ་ཧྲུག་དང་འཁྲབ་གཞུང་རེད་དེ་འཁྲབ་གཞུང་འདི་ནི་ད་དེའང་མ་ཁ་ཐག་ངོ་མ་ཀ་ཡིས་རྡོ་འདིར་དུ་བཙན་ཚུགས་ཀྱི་ཅིག་འབྲི་གི་ཞིག་གིས་དེ་ཡོང་རྒྱུ་ཟིག་རེད། ཧ་ལམ་མི་ནི་འདྲ་འདྲ་དེ་དུས་ལྟ་ཀློག་གི་ཆ་བསམ་བློ་གི་ཆ་རང་གི་ཅིག་ལྷན་སྐྱེས་ཀྱི་ཤེས་རབ་ཀྱི་ཆ་དུ་མ་ཟིག་ད་སྐོར་དུ་ལྷན་སྐྱེས་ཀྱི་ཤེས་རབ་པ་ཅིག་གི་འབྲེལ་བ་ཆད་ནས་ཅིག་རྒྱང་སྟོབས་ཀྱི་ཡོན་ཏན་རྐྱང་རྐྱང་གི་ཅིག་ཡོང་མི་ཐུབ་ནས

ངེད་ངས་གནའ་སྨན་ཡིག་དགེ་རྒྱང་དུ་སྤྱན་དགུ་ཉུང་དགུ་དག་ཅིག་རེད་ད་ལྷན་ཅིག་གི་རང་བཞིན་དུ་དེའི་ཞོར་ཤེས་རབ་ཡོད་ནོ་སྤྱན་དགུ་ཉུང་དགུ་དེ་ཤེས་རབ་དང་འདི། སྤྱིར་བཏང་གི་ད་ཁིར་གའི་སྒྱུ་རྩལ་གྱི་རྣམ་པ་ཟིག་གི་ཆ་ནས་དེ། རོལ་མྱོང་ཟེར་ན་འདྲ་ཉམས་ལེན་ཟེར་ན་འདྲ་དེའི་ཚོད་ལྟ་ཟེར་ན་འདྲ་དུ་མོ་ཡིན་ན་ད་སྐོར་ཟིག་བྱུང་ཡོད་ཀྱི་རེད་ཤུགས་ཆེན་གྱི། ད་ལྟ་སྤྱན་པོ་དཔེ་འཇོག་བགྱིས་ན་ད། ཁ་ཤི་ཀར་ཆུང་གི་རྣམ་པ་འདི་ཚོར་ལྟ་ཡི་སྐྱེད་ཟས་ནི་དེ་སྦྱོང་བ་ཡི་སྐྱེད་ཟས་ནི་ཡང་ན་དེ་ལད་མོ་ཡི་སྐྱེད་ཟས་ནི་དེ་དག་མང་འཕྲོད་དང་བཅས་པ་ན་བརྩེགས་རིགས་མང་ས་རེད་དེ། ཡང་ཆེད་ལུས་ཀྱི་ཆ་ནས་བལྟས་ཡོང་ན་ད་དུ་ཆོས་ཆེད་ལུས་ཀྱི་ཚད་བརྩེགས་ར་ཡང་ན་ཆེད་ལུས་བྱེད་དཀའ་གི་ཚད་དེ་རེད་བརྩེགས་རིགས་མཐོང་གི་མེད་ནི་ད་རང་གི་རང་གི་ས་ནས། སོར་མོ་རང་སྣང་ཆུ་སྤུག་ཁྱེར་དུ་གཡས་སྐུ་ནོར་དེར་ད་ལྟ་སྐྱ་འགོ་ར་ཡོད་ཆོག་ཆོག་རེད་དེ་ཆ་ནས་ངས་ཀྱང་བཤད་ཀྱི་མེད་བཤད་ཀྱི་མེད་ནོ་ཞིག་ཟེར་ན་ཁར་ཆུ་ཁར་ཆུ་ས་ནས་ཡོང་གི་ཞིག་ལྟ་ཅི་ཁྱེད་ལས་སྐྱ་འགོ་འདིའི་ཁྱབ་ཁོངས་འདས་ཐོན་ན་ད་གླང་ཆ་མཐོན་པོ་ར་དུ་མོ་བཟུང་ན་ཁོ་ཆུའི་མ་མཐའ་གི་ཡང་ཙིག་རི་ཆར་ཆུ་འགའ་འདི་ར་དུ་མོ་ཡོད་ན་འགྲིག་གི་ཟེར་གྱི་འདུག་བཤད་ན་ཆོག་གི་ད་དེ་མ་རྟོག་ད་སྤྱིར་བཏང་གི་ཁུར་དགོས། འདི་ཆེད་ལས་ཀྱི་སྦྱོང་བ་སྔོན་དུ་བཅུག་མ་སོང་ན་ད་ཁག་པོ་ཡོང་ས་རེད། ད་དཔེ་གཟིགས་འཇོག་དེ་རང་ཆེས་སྒྱུར་བརྩེགས་སུ་འགོ་ག་རེད་མྱི་ཁ་ཤི་ཏུ་ཟེར་གི་རེད་ད་དཔེ་གཟིགས་ཤོག་ཨ་དོག་གློག་བརྙན་གཟིགས་ཨ་ལྟ་གོ་གི། ཁྱོད་སྒྱུར་བརྩེགས་ཀྱི་བ་གི་འདིའི་བཤད་པ་སྟོང་གི་མཛེས་ཤོས་ཀྱི་འདི་ཕྱོགས་ནས་ནུས་བ་ཡོང་ནི་ཟིག་འཇི་ན་ཆུས་ཆུས་ཚུགས་གི་ལྟ་རྒྱུ་རེད། ངས་ཀྱང་མི་ཤེས་ངས་རང་ངས་ཚུགས་གི་ལྟ་རྒྱུ་རེད་ད་ཅི་མཛེས་ཤོས་ཟིག་ནོ་འདི་ར་རང་གིས་ཅིག་སྒྱུར་བརྩེགས་ཀྱི་ཅིག་ལྟོས་དང་ངས་སྒྱུར་བརྩེགས་ཀྱི་ཡིད་དེ་ལྟོས་དང་ནས་རང་གི་མྱོང་ཚོར་ཙམ་རེ་རེད་ན་དེ་དང་ན། ད་ཧིན་གི་ཁྱད་པར་མེད་གི། འདི་བསད་ན་ཆུ་ལྟ་རྒྱུ་ན་འདི་གཉིས་ཀྱི་བར་ར་བར་ཆུ་ལ་ཡོད་གི། དེ་ལྟར་བརྩིགས་ཟིན་ཡོད་ཀྱི་རེད་དེབ་ཕྱིར་བཏང་གི། འདིར་བརྩིགས་གི་རྣམ་པ་འདི་གཅིག་གཅིག། སྤྱི་ཚོགས་ངོས་ནས་ལྟ་དགོས་ཟིན་རེད་དག་གཅིག་ཆུ་ཟིག་རེད་གོ། དེ་ཕྱིར། རིམ་པ་གསུམ་པོ་ཐོན་དུས་ད་གཟོད་འཛེག་ཤོས་ཀྱི་ཚ་ཐིག་དེ་ཡིན་ཟེར་གི་ནི་རི་མོ། ད་འཛེག་ཤོས་ཀྱི་ཚ་ཐིག་དེ་ངོ་མ་དུ་ཙིག་ཨེ་ཟིག་ཚུར་མཐོན་པོ་ཟིན་ན་འདྲ་གི་དེ་ཡིན་ན་དྲི་དང་ངའི་སྔན་ན་བཤད་གི་ནི་གཅིག་ལོའུ་རམ་གྲངས་ཐག་གསུམ་ཡོད་པ་དུ་གཅིག་ཤི་ད་གཅིག་ཆེད་ལས་བྱང་མ་བྱང་ར་དེ་རེད་དུ་གློག་བརྙན་ཟེར་ཐག་གི་གཅིག་ན་དུ་རེད་ཆེད་ལས་བྱང་ནོ་གི་སོང་དང་ཨེ་དེ་བར་གླང་གཟུགས་ར་བར་མིག་གཟུགས་ར་དུས་ཀྱི་འགྲོ་སྟངས་དུ་རིག་པ་བལྟས་ན་ནང་དོན་ནི་ཡང་དེའི་ནང་ན་བརྡ་སྤྲོད་གཟུགས་ཀྱི་དུ་ཧ་གོ་གི་རེད་དེ་ཆེད་ལས་གི་ཁྱད་ཆོས་རེད་ཆེད་ལས་མ་ཡིན་པ་གི་ལྟ་མོ་ཁོ་ཐག་ལྟ་གི་འདུག་དེ་ལྟ་མོ་བལྟས་ན་ཡང་འགྲུབ་དོ་དེ་ཁ་ཁག་ར་དཀར་ཆུང་འདི་སྤྱན་སྒོར་དེར་ཚང་མ།

ཁྱོད་འཇི་ན་མཐར་ཐུག་སྒྱུ་རྩལ་གྱི་ཁྱོད་ཆུ་ཟགས་སྣང་དང།
ད་ང་མཚོ་ན་ད་ངོ་མ་སྒྱུ་རྩལ་གྱི་ད་ཆུ་ཟེར་དགོས་ནི་རེད། རང་གི་མྱི་ཚེའི་འདིའི་ལམ་ཁ་རང་མཐོང་དགོས་ད་རང་གིས་རང་ཤེས་ཟིག་འདྲ་ཚོད་ད། སྟོང་གཟུགས་ཤིང་ཚིག་ད་ལྟ་ངོ་མ། ལི་རིགས་གཞན་པ་ཟེར་ཉེར་ཡོད་ན་ད་དེ་རང་ནང་ཁ་གཞན་པ་ཟིག་ན་ཐང། ད་སྒྱུ་རྩལ་གི་འདིའི་ཆ་ནས་ད་ངོ་མ་ཅིག། ཧམ་པ་ཆུང་ནས་འདོད་པ་ཆུང་ནས་ཆོག་ཤེས་ནས་ད་ཅིག་གཏི་མུག་སྣང་ཟིག་ད་ད་སྒྱུ་རྩལ་རྐྱང་རྐྱང་ར་མིན་ན་ཐང་དེ་ནང་ན་ཅིག་འོག་གི་རིག་གནས་ཁུར་གི་ཤི་ར་ཡོད་ན་ཐང་ར།

ད་ལྟའི་ང་རྒྱལ་དེ་རང་སྟོང་ཉིད་ཀྱི་བར་ན་དེ་ཐག་རིང་གི་ར་དང་རང་སྟོན་དུ་སྤྱིར་བཏང་གི་རིག་གནས་གི་སྒང་སྒྱུ་རྩལ་གྱི་དེ་རང་སྟོང་གི་དུ་ཕྱིན་ཡོད་ཀྱི་རེད། ད་ཕྱོགས་གཞན་ཞིག་ནས་བཤད་ན་ཡང་ང་རྒྱལ་གྱི་ཆ་ཟིན་ན་འདྲ་འདིར་ཡོད་སྲིད་པ་ཞིག་རེད། ད་ངོ་མ་ཤར་ན་ད་ད་ལྟའི་བར་དུ་ངས་དེ་རང་བར་དེ་ཆི་ཟིག་རེད་སྐད་ཆ་ཐམས་ཅད་གོ་ད་ཁང་ཆུང་ཁང་ཆུང་ངོ་ཐོག་ཤིག་ར་ཡིན་ནི་མ་རེད་དུ་མུ་ཡི་དུ་མུ་ཡིན་མྱོང་ང་ད་དུ་གུ་ཡངས་དབུགས་ཀྱི་རིག་གནས་ཀྱི་ཕྱི་ནུབ་ཤིག་ཡིན་ན་ཐང་ད་གུ་ཡངས་མཚམས་མཚམས་སུ་ཆི་ཟིག་རེད་ད་དེ་རང་ནང་ཁ་ལྷག་པོར་དུ་དཔེ་ཆ་བཟོ་ཤེས་ར་འདུག་ཅི་ཏག་ཏག་ང་འདིའི་གོ་རིམ་གྱི་ཁྲོད་ནས་བསམ་ཤེས་ཁ་ཤས་ཟིག་ད་ངོ་མ་རང་གིས་རིན་ཐང་བརྒྱབ་ན་ཨེ་ཏུ། གཅིག། དུས་རབས་དུས་ཟིག་ན་འདྲ་མི་རིགས་དུས་ཟིག་ན་འདྲ་ང་རང་གི་སྒེར་གྱི་བརྩམས་ཆོས་འབྲི་མཁན་ཟིག་ཡིན་ན་ཁ་ཤས་རྡོ་རིང་མ་ཡིན་ས་མི་འགྲོ་གི་བསམ་བསམ་ད་དུ་མོ་གདངས་ཚུལ་འདྲ་འདྲ་ཙག་ཙིག་གཅིག་ཡོང་གི་དུ་ཟོ་རུ་ཡང་ངར་རྒྱ་ཙིག་ནར་ཐང།
རེད། ད་སྐད་ཆ་བཤད་ན་རྒྱུ་རྩིས་ཀྱི་བཤད་སྲོལ་ཡོད་གི། ད་སློབ་གྲྭ་སོང་ན་ཟིག་གི་ཆུ་འདི་ཡི་བཤད་ན་སོང་ན་འདིའི་ནང་དོན་འདི་ར་གང་ནས་ཡོང་ནོ་ད་ཤི་ན་རེད་མོ། ཡང་ཡོད་ཡིན་གཉིས་ཀ་སློབ་གྲྭ་སོང་ན་ཏག་ཏག་ར་མ་རི་རི་ཡིན་ན། ད་ཆུ་ཁ་ཤག་ཡིན་ན་བཞད་གི་རི་ཡིན་ན་འདི་དགའ་ནོ་ཆུའི་སྐར་ཆུང་ར་སེ་གོ་གི། ཡང། འོད་གི། ན་ཆུང་དུམ་བུ་ཟིག་གི་ར་འདིའི་ཤོག་ཨ་འཇིམ་འབྲིང་གི་འཇོ་བོ་ནོ་འདི་རི་ཀ་ཆུའི་སྐར་ཆ་ཟིག་ཅིག་བཤད་ན། རི་རི་ད་འདི་ཆུ་ད་ཁི་རེད། ཨོ་གི་ཟེ་ནང་ཞིག་ད་ཁུ་ཚུ། གཅིག་རང་རང་ང་ལྷན་གཅིག་གི་ཤེས་རབ་གཟུགས་ཡོད་དེ་ཐོག་ཁ་ད་ཅོང་སྟུག་པོ་ཡོད་འདི་འདྲ་འདྲ་ད་དུ་མོ་འཇུག་འཇུག་ར་དེ་ཧན་ཆི་ནི་ད་ངོ་མ་གཅིག་སྒྱུ་རྩལ་གི་ལས་ཀ་འདི་ལས་རྒྱུ་ཡིན་ན་ད་ངོ་མ་གཅིག་རྒྱུ་འབྲས་བློ་མིག་དང་ལྡན་པའི་ཉེས་གཟུགས་དེ་ཐོག་མར་དེ་ནང་རྒྱག་དགོས་གི་བསམ་གི། ད་ང་རང་གི་ཡིན་གྱི་ན་ད་ད་ལྟའི་བར་དུ་ཉམས་མྱོང་གཟིགས་ན་འདྲ། གི་གཟིགས་ཡོང་ནོ་ཆིག་རེད། རང་ཚུགས་དམ་པོ་གཟིགས་ན་འདྲ། མདོ་ཆུང་ཆོག་ཤེས་གཟིགས་ད་སྟོང་གཟིགས་གི་ངང་ནས། སི་ར་ཡོང་ནི་ཡིན་ད་མ་འོངས་པ་ལས་ཀ་འདི་དགའ་ནོ་ཅན་དགོས་ཡིན་ན་ར། ད་ཅིག། ཁྲི་ཟུར་དགོན་ནི་རྨང་གཞི་བརྟན་པོ་དང་བབ་ཆགས་ཀྱི་ངང་ནས་ཡོང་རྒྱུ་དེ་ཧ་ཅང་གལ་ཆེ་གི་ད་དེང་སང་གི་སྒྱུ་རྩལ་གྱི་ལས་ཀ་འདིའི་ནང་ན་ལས་རིགས་འདྲ་མི་འདྲ་དེ་མང་མང་ཨ་ཟི་ཟང་ཟང་ལོང་ལོང་ར་ཁུར་སྐད་ཅིག་ཨར་སང་གི་ཆ་དེ་ཤིན་ཏུ་ཆེ་ནི་རེད་དེའི་ནང་དུ་ནས་ད་ཙི་གེ་ཟི་གཏན་འཇགས་ཀྱི་ལྷིང་འཇགས་ཀྱི་ཟེར་དགོན་ནི་བལྟས་འཇོག་བྱས་ན་དེའི་ད་ལས་དེའི་བབ་ཆགས་ཡོང་རྒྱུ་དེ་ད་དུས་དུས་ཧ་ཅང་གལ་ཆེན་པོ་རེད། དཔེ་བཞག་ན་དང་གཅིག། གློག་བརྙན་བཀའ་འགྱུར་གྱི་ལས་ཀ་འདི་ད་ང་ཆུ་ལོག་ཚོད་འདི་ཅང་གོ་ས་ནས་འཇོན་ཚེ་གང་ལས་བཏང་ན་ངས་ད་འོང་ཟོ་ཁར་ཆུ་ཚར་ཐུག་ཐུབ་མ་ཟིག་ལས་ཐུབ་བ་ནི་མ་རེད། བར་ནས་ཡང་ལས་རིགས་གཞན་པ་ར་འདི་མོ་ལས་ཧར་ཚ་ར་སོང་ང་གི་ངོ་མ་བཤད་ན། མ་བཟོ་ཧྲིའི་འཆང་ཟིག་འདོ། ཨ་དེ་བར་དྲི་བར་ནས་གཅིག་ལས་ཀ་གཞན་པ་སོང་སྡེ་ཁུལ་ཚོགས་པ་སོང་ན་འདྲ་རེད་ཤེ་རང་སློབ་གྲྭ་སོང་ན་འདྲ་རེད་འདྲ་མི་འདྲ་བཀའ་འགྱུར་གྱི་དུ་རྒྱུན་བཅིངས་ཡོད་པ་གི་མ་སོ་ལ་དེ་གའི་ཡོང་ལོ་ཅང་གོ་མ་རེད་ཡིན་ན་ཡང་ཁ་ཤས་ཟིག་ད་མྱི་ཚིག་གི་ངོ་བཀའ་རྒྱུར་རྐྱང་རྐྱང་གི་ནང་ནས་བུད་ཡོང་ནས་ད་འདི་མོ་ཡོད་གི་འདི་ཕྱི་ར་འདི་ཆུ་ཟོ་ངོ་མ་ང་སེམས་ནས་ཧ་ཅང་ཚ་དུས་མཐོ་འབུ་རེད་དེ་ཕྱི་ར་ད་ཡུལ་མྱི་ཁ་ཤས་གི་ཡང་ལོ་གཅིག་ནས་ཟིག་འདི་ནས་སྒེར་གི་གོང་ས་ན་ར་དུ་མོ་དུ་ནས་ཅིག་གློག་བརྙན་ཟིག་བཀའ་རྒྱར་བཏང་བས་འོ་གི་གློག་བརྙན་བཀའ་རྒྱུར་བ་ཟིག་ཡིན་ཟིག་ད་དུ་ཡོད་གི་བར་རྗེ་གོ་ནོ་དུ་མོ་ཡོད་གི་མོ་ད། འདིར་སྐབས་དེ་ཡང་ལ་ལས་རིགས་གང་དང་གང་ཡིན་ན་འདྲ་རང་གི་ཁང་ཆུང་གི་ནང་ནས་བབ་ཆགས་ཀྱི་ངང་ནས་འཚར་ལོངས་འབྱུང་དགོས་ཀྱི་རྒྱུ་དེ་དག་ཧ་ཅང་གལ་ཆེན་པོ་རེད་བསམ་གི། རེད་ད་ལོ་ཆུང་རེ་ཚང་མ་སྔར་གྱི་ཟས་ཟིག་ཡོང་ནི་རེད་ད་ཚང་མ་བརྗེ་ལེ་ཡོང་ནི་ཟིག་རེད་མདང་ཧོག་གི་ཨེ་ན་ཡིན་ན་ར་ད་ཆུ་ལུག། ཇེ་ཆེ་སོང་གི་སོང་གི་ད་ཡང་ཅིག་ངར་གཅིག་གི་ཚུལ་དུ་བརྩིས་ཏེ་གཟིགས་ཤིང་མཐོང་བྱས་ན་ཡིན་ན་ཡང་ཆུ་འཚར་ལོངས་ཅུང་ཅུང་དེ་ཇེ་མགྱོགས་པ་འཇུག་དབེན་ན་ད་འུ་ཆུ་ལུ་ཆེ་སི་ཀ་ར་བཤད་ཁ་ཡི་གོ་འདུར་གོ་ཡིན་ན་རང་གི་ཅིང་བ་ཡོང་ནི་མ་རེད་ར་ཡིན་ན་ད་ཕྱི་ལྟ་ཞིག་བཤད་འདུག་སྐ་ཆ་དེའི་ནང་ནས་འདི་རེད་ལ་ཟེར་བ་ཆེ་སང་སང་ལོང་ལོང་ཟེར་དགོས་ནོ་ད་སྒྱུ་རྩིག་གི་ལམ་འདི་བརྒྱུད་ནི་ཟིག་ཡིན་ན། རྒྱབ་ལྗོངས་ཟིག་ད་རིག་གནས་ཀྱི་རྒྱབ་ལྗོངས་ཟིག་ད་བལྟས་ས་བལྟས་འཇོག་གི་རྨང་གཞི་བརྟན་པོ་ཟིག་ཡོད་དང་དེའི་འཕྲོ་ད་ཉི་རང་ཤས་ཀྱི་ཐོག་ནས་རང་སྐྱ་ཐུབ་པའི་མི་ཟིག་ད་རང་སྐྱ་ཐུབ་པའི་བསམ་འཆར་འབྲི་ཐུབ་ཀྱི་ད་དེ་རེད་ལ་བསམ་འཆར་འཁྲབ་ཐུབ་ཀྱི་མེད། རེད་རེད་རེད་ད་ལན་ཚོའི་འཇིག་ཚོགས་ཀྱི་སྤྱི་བསྡོམས་ཀྱི་སྐད་ཆ་ཐུང་ཐུང་ཟིག་ཅིག་མི་བཤད།
རེད་རེད་ད་ང་རང་རྒན་ཚོ་ན་དུ་མོ་ཟིག་རེད་ད་ཅིག། ལས་རིགས་ཀྱི་ཆ་ནས་ཁ་ཤགས་སྐར་ཆུང། དེ་ནས་གཞིས་ཚིག་དང་བཅས་པ་དེ་ནས་ཅིག། སྙན་ངག་ལྷུག་རྩོམ་ལ་སོགས་པ་ལྟར་འདྲ་མི་འདྲ་ལས་ཚ་ཁག་ལྟ་ཡི་གང་ཡིན་སོ་བསྲེས་བཏང་ནས་གཅིག་ར་མ་འཆོངས་ནས་ད་དུང་མི་ཡོང་གཟིགས་རེད། ད་དུ་ཡིན་པའི་ཆ་ནས། ཇི་ཟིག་རེད་ཟེར་ན། ད་ཕྱིར་པ་དང་བཅས་པ་ཞེས་ཇི་ཟིག་ཡོད་ནོ། གང་ཟིག་ཡིན་ན་རང་གི་ཆེད་ལས་ཟེར་ན་འདྲ་གི་ད་ཆུ་སྣ་གཅིག་གི་འཇིག་སྟངས་དུ་མབ་དང་མ་ལྷོ་ལ་ཡོང་རྒྱུ་དུ་ག་ཆེ་གི་ང་ཚོ་སྣ་གཅིག་སྟེ་རང་གི་སེར་ཁུང་ནར་ད་དུ་མོ་ཡིས་སྦྱིན་བསྐྱངས་བཏང་ནོ་ད་གང་ལྟར་ལྟེ་བ་ནས་མྱི་ཚེ་འདི་དྲུག་ཚར་སོང་ནོ་དེའི་རྒྱུ་མཚན་དེ་རེད། དེ་དག་རྣམས་ནས་ཀྱང་སྔོན་མ་དམིགས་གཏད་ཀྱི་ལས་རིགས་ཏེ། གཅིག་གོ་ལྟ་དང་ནི་རྒྱུ་མཚན་སྨྲར་རང་ངེས་དུ་མ་ལས་ཐབས་ཕྱི་མའི་ནི་ད་དུ་མུ་གཟུགས། ལས་གང་གི་གོ་སྒྲིག་ཟིན་ན་འདྲ་གང་ལྟར་དུ་མུ་གཟུགས་དང་ད་ངེས་མི་ཚིག་གང་བོ་གང་ལྟར་ལས་རིགས་ཕྱོགས་འདི་ལའང་ནང་ནའང་སྣ་ཁ་མི་འདྲ་མི་འདྲ་མ་ལོང་བ་གང་ལས་དང། དེ་ལོ་ང་གང་ལས་དགོས་ངེས་ངེས་བ་རེད་མེད་གི་ད་དེ་རང་ནང་ཁ་ཕིག་འཇོག་རྒྱུ་ན་འདིའི་ཕྱོགས་ང་མཁས་བ་མ་རེད་གན་གི་ཕྱོགས་ང་མཁས་བ་མ་རེད་ཅིག་ཡིན་ན་ཡང་སྣ་ཁ་ཡོངས་རྫོགས་ཅིག་འབྲེལ་འདྲིས་ཟིག་ཡིག་ཕྱོགས་ནས་དུ་མུ་ཚིག་ག་རེད་ད་འདི་དག་གོ་ཅིག་ཚ་དང་རན་པ་ཟིག་འཆུང་སོང་བ་ཟེར་རྒྱུ་ར་དཀའ་མོ་རེད་དེ། ད་ཆུ་ཟིག་ཡོང་བ་ཟེར་ན་མི་རིགས་རང་གི་འཛེགས་ཤོས་ཀྱི་ལྟ་བ་ཟེར་དགོས་མེད་མི་རིགས་རང་དང་འཚམ་པ་དེ་ནི་ཅིག་བསྐྱར་ཟློས་མ་ཡིན་པ་གཞུང་ལུགས་སྦྱང་སྟངས་གཞུང་ལུགས་དེ་རང་གི་ཅིག་སྒྲོག་ཏུ་ཚུད་ཚུལ་ལྟ་བུ་ཟིག་མ་ཡིན་ན། གཞུང་ལུགས་དེ་སྦྱང་རྒྱུ་གཙོ་བོ་རེད་གཞུང་ལུགས་སྦྱང་སྟངས་ཨེ་ད་མི་རིགས་རང་གི་འཚམ་ནོ་ར་དེའི་རང་གི། མི་རིགས་རང་གི་ཁྱད་ཆོས་རང་རང་གི་ངག་རང་གི་ཆོས་རང་གཤིས་ཀྱི་ཟེ་གོ་འདིར་དེའི་ཁྱད་ཆོས་དེ་གང་ན་ཡོད་གི་དོན་འབུར་དུ་ཐོན་པ་ཡིས་ད་ཐུན་མོང་མ་ཡིན་པ་ཟེར་གོ་གཅིག་གཅིག་མ་འདྲ་བ་ཟེ་གོ་འདིའི་ཕྱོགས་འདི་ཡོང་ནི་ཡིན་དེའི་རྐྱེན་གི་ད་མི་རིགས་ཀྱི་རིག་གནས་དང་ཁ་བྲལ་ནས་འཇོག་རྒྱུའི་བསམ་ཁྱེད་ཟེ་ར་ཧ་ཁྱེར་ཡོད་ཀྱི་མ་རེད་དེ་ཕྱིར་ད་ནམ་ཡིན་ན་ད་ཀྱི་བསམ་བློ་གི་སྒང་ནས།

དེ་རང་ཆས་འདིའི་ཁ་བརྡ་ཡིན་ན་ད་ཁྱོད་རང་འགྱུར་ལྡོག་བྱུང་བའི་དོག་གི། སྔོན་ཆད་འགྱིས་ན་ད་ཁྱི་ཆུ་དུམ་བུ་ཡང་ཅིག། སྒྱུ་རྩལ་གི་འདི་འགྱིས་ན་འཇོག་གོ་ན་ཆ་ཆིག་འགྱིས་ན་ཅིག། སྐབས་ཐོག་དེའི་སྤྱི་ཚོགས་དེའི་ཐོག་གི། ད་ཅིག་འདི་འགྱིས་ན་འཇོག་གོ་ན་དེའི་ཤུལ་རྫས་རིགས་ཆད་ཁ་འདྲ་མ་རེད་ང་རང་གི་བསམ་ཚུལ་རེད་གོ། དེ་རང་ཆས་འདིའི་ཁ་བརྡ་ཡོང་ན་ཡང་ཕྱིར་འཁོར་རེ་སོང་ནས། རང་གི་རིགས་ནི་ཟིན་ནས་དེའི་འཇུག་གོ། འདི་ཡང་ཨ་མྱེས་ཀྱི་ཁ་བརྡ་ཡིན་ནོ་ནང་གི་འགྱུར་ལྡོག་ཟིག་རེད། ད་ཆོག་ཤར་གྱི་སྒ་ཆོག་བཀའ་དྲིན་ཆེ། དེ་སྙིང་གི་ལན་ཚིག་ནང་གི་ཆོག་བརྡ་འདྲེན་ཨ་མྱེས་ར་ཐུག་རེད་ཆོག་སྨན་ཁང་ནང་ན་བརྡ་ལས་ལྡོག་གི་དེ་རང་ར་ཁུབ་རྒྱབ་ཚར་ནས་ཀི་ར་འདའི་དོན་དང་བཀའ་དྲིན་ཆེ་འདི་ར་རྒྱབ་སྐྱོར་ཟིག་རེད། བྱ་བ་རྒྱབ་སྐྱོར་ཡས་ཀི་ཡོད་ཟིག་ཁ་སྟོང་ནང་གི་ཚིག་སྟོང་ཙམ་དེ་ར་དཀའ་མོ་ཟིག་རེད་ཡང་ལ་འདྲེ་ཚིག་སྟོང་དེ་ར་མྱི་སེམས་སྤྲོ་སྤྲོ་ཡས་བྲིས་ར་ཡོད་ཀི་ར་ཡིན་ན་དེ་ར་དགོས་ཀྱི་ཟིག་རེད། ད་གང་ལྟར་དེའང་གཉིས་ཀྱི་ལེ་ཚན་འདིའི་དམིགས་གཞི་གཙོ་བོ་ཆི་ཟིག་ཡིན་གྱི་ན། འཚོ་བ་དང་སྒྱུ་རྩལ་སོགས་ཀྱི་ནང་མ་ཁ་ཆུ་བརྡ་འགྲེང་བརྡ་དང་སྒྱུ་རྩལ་གྱི་ཤོག་བྱ་ཡག་ནི་རེད། འུ་ཆོའི་བོད་ཀྱི་མི་འདི་ཡིན་གྱི་ན་བ་ཀ་ཅིག་རིག་གནས་དང་ཁོར་ཡུག་དང་གཤིས་ཀ་དང་བྱིས་བ་ཀྱི་ད་གཤིས་ཀ་འདི་རིག་གནས་ཀྱི་ཆ་རང་ནང་ན་ཡོང་ནི་རེད་ར་ཅིག་ཡོང། འཁྲབ་སྟོན་ཡིག་ཤེས་ནི་དུ་མོ་མི་རིགས་གཟུགས་རེད། ཤེས་རྟོགས་ཀྱི་ཁྱད་པར་ཅན་གྱི་ནུས་བ་ཡོད་གི། སྐད་དང། ད་བཤད་དང་ད་གཟིགས་དང་ཕྱོགས་གང་ཐད་ནས་ཆ་རྐྱེན་འཛོམས་ནི་མི་རིགས་གཟུགས་རེད། ཡིན་ན་ར་ཡང།

གོ་སྐབས་གྲངས་མེད་པ་ཟིག་ཡོང་ནི་རེད། ཡིན་ན་ར། ན་གཞོན་ཡང་གྲངས་མེད་པ་ཟིག་ཡོང་ནི་རེད། རེད་ལྟ་མཁོ་རྣམ་པ་དེ་རང་གི་ལེ་ཚན་སྟོང་ཚིམས་འདི་ནས་འཇུག་ཐང་རྗེས་མའི་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ་བདེ་མོ།